ད་ཕུད་དེ་ད་ཀ་ཤོད་པ་ལ་ཅིག་ཕུད་ན་བསམ་བྱས། ཀ་ཤོད་པ་ལ་དེ་འདྲས་ཕུད་ཡ་དེ་ཀ་ཤོད་པ་ཟེར་ཏེ་དེ་དུས་བོད་ཀྱི་སྡེ་པ་གཞུང་གི་བཀའ་བློན་ཆགས་འདི་ཡོད་རེད། བཀའ་བློན་ཆགས་འདི་ཡོད་ཚོ་དེ་ངོ་འདྲ་བོ་ཅིག་བཟུང་པ་ཡིན་ན་ཅིག་རྗེས་མར་ཕན་ཨ་ཐོག་ན་བསམ་པ་ཡིན་ས་རེད་དགེ་འདུན་ཆོས་འཕེལ་གྱི་ཕ་ཆེ་གཅིག་ནས་གཉིས་ནས་ག་རེ་ཟེར་ན་ཀ་ཤོད་པ་གི་སྔོན་མ་ནས་དགེ་འདུན་ཆོས་འཕེལ་བོད་ལ་མ་ལོག་ཤོག་ཟེར་ནས་ཁྱབ། ཨང། ཨེ་སྐོར་དེ་འདྲས་བྱས་ཏེ་བར་བར་གདན་འདྲེན་ཞུས་བསྡད་པ་ཡིན་པ་རེད། དེ་ནས་ཁོ་རང་གི་དགེ་འདུན་ཆེན་པོའི་ཁོང་གི་དེ། དཔེ་ཆ་དེ་ཁུར་སོང་ནས་བཀའ་ཤོད་པ་ལ་ཅིག་བལྟས་པ་རེད། བཀའ་ཤོད་པ་གི་ཤེས་མདོག་ཞིག་ཅིག་ཡོད་དེ་འགའི་ཅི་རེད་བྱས་ཙང་བཀའ་ཤོད་པ་ཟེར་ཏེ་ཏོག་ཙེ་ཅིག་བལྟས་ནས། དངོས་གནས་རེད་འདུག་ག།

འདི་ལས་ལས་འདི། འོ་དོ་ཟི་རེ་བྱ། ཨ་ནི་མཁས་དབང་དགེ་འདུན་ཆོས་འཕེལ་གྱིས་ད་ཀ་ཤོད་པ་གིས་ཤེས་མདོག་ཞུ་བོད་ཀྱི་རྟེན་ཡིན་པ་ཅིག་བྱས། ཤེས་ནི་ག་གིས་ཤེས་ཀྱི་མེད་པ་ཅིག་བྱས། རྣམ་པ་དེ་མཐོང་ཡོང་དུས་དགེ་འདུན་ཆོས་འཕེལ་ལམ་སང་སེང་མ་ཚུགས་བྱས་རྗེས་ལམ་སང་གད་མོ་གད་བཞག་པ་ཡིན་པ་རེད། གད་མོ་གད་བཞག་དུས་ཨ་ནི་ཀ་ཤོད་པ་ཁོ་རང་བལྟས་ཚེ་ངོ་དམར་པོ་ཆགས་སོ་ད།

ཞའོ་ཏོ་མེ་ཡོ་ཞའོ་ཏོ་མེ་ཡོ་ཞའོ་ཏོ་ཧང་ན་ཧྲུའུ་ཏའོ་ཨ། འཕྲིན་མ་འདི་འདྲའི་ཆུང་ཆུང་དེ་འདྲས་རག་གི་མི་འདུག་ད་དཀའ་ལས་ཁག་པོ་ཞུ་གཅིག་རེད་ཤག། འཕྲིན་མ་ཨང་དགུ་བརྒྱད་ཇེ་མགྱོགས་དེ་རག་གི་མི་འདུག་ད་ལྟ། ད་དུང་རྩ་བ་ནས་རག་མ་བྱུང་ད་ཡུན་རིང་པོ་ནས་བཙལ་བ་ཡིན་འདུག་རག་མ་བྱུང། ཨོ་དེ་འདྲས་ཡིན་འདུག་དེ་ནས་དགེ་འདུན་ཆེན་མོས་མར་ཕེབས་པ་ཡིན་རེད། ད་དགེ་འདུན་ཆེན་པོས་ཨ་ཙེ། ལྟས་ངན་ངའི་གད་མོ་བགད་ཡག་འདི་ཡང་དེ་རིང་པས་བ་ཆད་བཟོས་སོང། ཨོ།

ལིང་ག་ཟེར་ཡ་ཅིག་ད་དེ་ནས་ཚོགས་པ་ཆེན་པོ་ཚོགས་ཡོད་འདུག་ལིང་ག་ཟེར་ཡ་ཅིག་འབྲི་ཡ་ཡོད་རོགས་འབྲི་འདྲ་བ་ཅིག་འབྲི་ཡ་ཡོད་རེད་དེ་འདྲ་ཅིག་འབྲི་བཅུག་སོང་ཟེར་ཁོང་གིས་དེ་འདྲ་འབྲི་དུས་སྐབས་ལ་ཡ་དེ་དུས་སྐབས་སུ་ཡ་ཨ་ནི། ཞིབ་ཚགས་ཆེན་པོ་ཞེ་དྲག་བྱེད་ཀྱི་རེད། ཨ་ནི་ས་རིམ་པ་བདུན་གྱི་འོག་ལ་དུང་དུང་གི་འོག་ལ་ས་འོག་ལ་འགྲོ་ནས་ལྐོག་དེ་བྲི་དགོས་ཀྱི་རེད། ཨ་ནི་དགོངས་དག་དེ་བྲི་དགོས་ཀྱི་རེད། ལིང་ག་བྲིས་ཚར་དུས་སྐབས་ལ་ཡ་བླ་མ་དབུ་འཛིན་གྱི་ཡོད་རེད་དེ་གི་དེ་ལ་ཡ། འབྲི་བྱེད་དེ་ལ་ཕྲག་དགོས་ཀྱི་རེད།

བྱེད་དགོས་ཡོད་ད། དེ་འདྲའི་གི་ཨ་ནི། རྒྱུད་སྡེ་གི་ཕྱག་ལས་དེ་གནང་ཡོང་དུས་སྐབས་སུ། ཨ་ནི་བླ་མ་དེ་གི་ན་བཟའ་གྱོན་སྟངས་དང། གཞས་གི་མདོ་ཁ་དེ་ཚོ་རིག་ཡོང་དུས་དགེ་འདུན་ཆེན་པོས་ཁོང་རང་དབང་མེད་པར་གད་མོ་ཤོར་སོང་ཟེར། གད་མོ་ཚ་དྲག་ཆོད་པོ་ཅིག་བརྒལ་བ་ཡིན། ཨ་ནི་དེ་གི་རྐྱེན་པས་གྲྭ་པ་མང་པོ་གཅིག་པས། སྟག་རྩེ་གཅིག་ད་དགེ་འདུན་ཆེན་པོའི་ལམ་སང་གི་གད་མོ་ཆེན་པོ་བརྒལ་ཡོང་དུས། ཚང་མ་གི་དེ་ད་ལིང་ག་ད་དེ་གི་བཟོ་ཡ་དེ་ཚོ་པེ་པཱ་སིབ་སིབ་ཟབ་ཟབ་བྱས་ཀྱི་ཐ་ན། ཨོའུ་ཡང་ཞི་དྲག་བཏང་མ་ཐུབ་པའི་ག་ལེ་བྱས་ཀྱི་དེ་འདྲས་བྱེད་དགོས་ཡ་གི་དོན་དག་ཅིག་རེད་ད། ཡིན་ཙ་བཀའ་གཉན་པོ་དོན་དག་ཡིན་ཙ་དགེ་འདུན་ཆོན་པོའི་གད་མོ་ཤུགས་ཆེན་པོ་གཅིག་ཤོར་བ་ཡིན་པ་རེད། ཤོར་ཤོར་སོང་ཙི་དགེ་འདུན་ཆོན་པོའི་ཁོང་ཨ་ནི་དེའི་དགོངས་དག་དེ་མཚན་རྨི་ལམ་ནང་ལོག་ལ་གཡག་ཆེན་པོ་གཅིག་ཡོང་རྗེས་གཡག་ཆེན་པོ་གཅིག་ཁྲུས་རྗེས་ཨ་ནི་ཁོང་ལ་དཔེ་གནོད་པ་བཟོ་དེ་དེ་འདྲས་རྨིས་སོང་ཙི་རྨི་ལམ་ནང་ལོག་ཨ་ནི་ཁོང་ཁྲུས་སོང་བ་རྨིས་ཀྱི་འདུག་དེ་འདྲས་སོང་ཙ་ཁོང་བླ་བྲང་ཆེན་དེ་འདྲའི་མི་སུ་དེ་ནས་རྗེས་སུ་ད་དེ་ནས་རྩེ་རྫོང་དུ་རིམ་གྱིས་རིམ་གྱིས་ཁོང་བླ་བྲང་བཀྲ་ཤིས་འཁྱིལ་ལ་ཡང་སློབ་སྦྱོང་བྱེད་ཀྱི་འདོད་འདོད་མེད་པ། དེས་མི་བསམ་པའི་ཚོར་སྣང་ཞིག་སླེབས་འདུག་འདུག་ཟེར། དེ་ཡིན་ཙང་ཕ་ཆེའི་ཁོང་བླ་བྲང་བཀྲ་ཤིས་འཁྱིལ་ནས་འགྲོ་དགོས་ཡ་དེ་གཅིག་བྱས་ན། དམ་ཅན་ཆོས་རྒྱག་གི་ཁོང་ལ་ཡང། ནི་ཅིག། ཁྱད་པར་འདྲ་བོ་སྐྱེས་རྒྱལ་བླ་བྲང་འདས་མ་གྱུར་པ་འདྲ་བོ་ཅིག་དེ་འདྲས་ཡིན་སྲིད་གི་རེད་ཟེར་ད་ཁོང་གི་གད་མོ་ཤོར་ཡ་དེ་གི། འོ་དེ་བྱུང་མ་སོང་གསུངས་པ་ཡིན་པ་རེད། སྐབས་དེའི་ཡར་མར་ཅིག་ལ་ཡང་དགེ་ཤུལ་གྱི་སྔོན་ཆད་དགེ་འདུན་ཆོས་འཕེལ་དང་འབའ་བུ་མཐར་ཕྱིན་ཟེར་ཡ་ཅིག་གི་ཡི་གེ་བ་ཡུལ་ལ་ཡང་ཚིག་མཛོད་ཅིག་བརྩམས་སོང་བ་བརྡ་དག་མིང་ཚིག་གསལ་བ་ཟེར་ཡ་ཅིག་དེ་གི་ཚིག་མཛོད་དེ་ཁ་སྐོང་ཡ་དང། ཨ་ནི་དེ་གི་སྐོར་དེའི་ལས་འགན་དེ་དགེ་བཤེས་ཆོས་གྲགས་ལ་སྤྲད་པ་ཡིན་པ་རེད་ཤག། དགེ་བཤེས་ཆོས་གྲགས་སྤྲད་པར་དགེ་བཤེས་ཆོས་གྲགས་ཀྱིས་སྐབས་དང་སྐབས་སུ་དགེ་ཆོས་ཀྱི་མདུན་ལ་འགྲོ་ནས། སྐད་ཆ་མང་པོ་དྲིས། ཡང་སྐབས་དང་སྐབས་སུ་དགེ་ཆོས་ཀྱིས་འདི་ཕར་ལ་འདི་བྱས་འདི་དེ་དེ་འདྲས་བྱས་ཟེར་དགེ་འདུན་ཆོས་འཕེལ་གྱིས་དགེ་འདུན་ཆོས་འཕེལ་གྱིས་དགེ་བཤེས་ཆོས་གྲགས་ལ་ཡ་ཏིག་ཚིག་མཛོད་དེ་བཟོ་ཡག་གི་ཐད་ལ་ཡ་ཏཀ་སློབ་ལམ་སྟོན་དེ་འདྲས་གནང་བསྡད་ཀྱི་འདུག། མ་ཚད་སྐྱིད་ལ་སྡུག་པའི་འཇིག་རྟེན་མི་ཡུལ་འདིར་ཤི་ཡང་ཕྱིར་མིག་བལྟ་བའི་རེ་བ་ཡི་སྐྱེ་བོ་ཐམས་ཅད་རང་གི་ལག་འགྱེལ་ཙམ་ཤུལ་དུ་ལུས་པའི་འབད་པ་ངང་གིས་བྱེད་ཟེར་ཡ་ཅིག་ད་ལྟའི་དངོས་གནས་དགེ་འདུན་ཆོས་འཕེལ་གྱི་མཚམས་རེ་ཞག་སང་ཙང་འཛིན་འདུག་བ། དེ་འདྲས་ཅིག་ཁོང་གིས་བྲིས་གནང་བ་ཡི་རེ་རེ་ཞག་ཚིག། འོ་དེ་འདྲས་རེ་ཞག་དེ་ཡིན་ཙང་ད་ལྟའི་དེང་སང་འདི་དགེ་བཤེས་ཆོས་གྲགས་ཀྱི་ཚིག་མཛོད་ཟེར་རྒྱུར་ད་ལྟའི་དགེ་འདུན་ཆོས་འཕེལ་གྱི་ཚིག་མཛོད་རེ་ཞག་ཟིག་འདུག་འོ་དེ་འདྲས་རེ་ཞག། དེ་ནས་དགེ་འདུན་ཆོས་འཕེལ་དགུང་ལོ་བཞི་བཅུ་ཞེ་བཞི་ཕེབས་པའི་དགེ་ལོ། གཅིག་སྟོང་དགུ་བརྒྱ་བཞི་བཅུ་ཞེ་དྲུག། དགེ་འདུན་ཆེན་པོའི་དགུང་ལོ་བཞི་བཅུ་ཞེ་བཞི་རེད། ཟླ་བ་གཉིས་པའི་གི་ཚེས་པ་ལྔ་ཉིན་ཧོར་ཁང་བསོད་ནམས་བམ་པར་དང་མཉམ་དུ་དགེ་འདུན་ཆོས་འཕེལ། བསྟན་པོ་མུ་ཏིག་བཙན་པོ་ཟེར་ཡག་ཅིག་ཡོད་རེད་པ་ད་དེའི་གི་སྐབས་སུ་བཞེངས་འདུག་པའི་བོད་ཀྱི་རྒྱལ་པོ་མུ་ཏིག་བཙན་པོའི་གི་བཞེངས་བཞག་པའི་གི་རྡོ་རིང་ཅིག་ཡོད་པ་རེད་ཤག། ར་མ་སྒང་ཟེར་ཡག་ཅིག་གི་ས་ཆ་ལ། ཨཱ་ནི་དེ་ལ་བཞེངས་པ་བོད་ཀྱི་རྒྱལ་པོ། ཁྲི་གཙུག་བདེ་ཆེན་གི་བཞེངས་པའི་གི་འོ་ཞང་རྡོ་རིང་ཟེར་ཡག་ཅིག། ཨོ་དེའི་ཕ་ཤེའུ་ཤང་ཝུ་ཤང་རྡོ་རིང་དག་ཡིན་རྒྱུ་རེད། ཨོ་དེའི་གི་ཡི་གེ་དེ་ཚོ་ནང་དོན་ལ་ཡང་ཞིབ་འཇུག་གནང་ག་ཕེབས་པ་ཡིན་པ་རེད། དེ་དུས་སྐབས་ལ་སྐར་ཆུང་རྡོ་རིང་ཟེར་དེར་སྐྱོན་གང་ཡང་མེད་པ་ཡིན་ཙ་ཡི་གེ་ཆ་ཚང་གསལ་པོ་འདུག་པ་ཡིན་ཙ། རྡོ་རིང་གི་ངོས་ཀྱི་ཡི་གེ་དེ་ཚུད་ཡིག་ཐོག་སྒང་ལ་ཚུད་བྲིས་རྗེས་ལུགས་སུ་གནང་བ་རེད། ཨ་དེའི་གི་ནང་ལོགས་ཆོས་རྒྱལ་སྲོང་བཙན་སྒོམ་པོ་དང་ཆོས་རྒྱལ་ཁྲི་སྲོང་ལྡེ་བཙན་བར་གྱི་མཚན་དེ་ཚོ་རིམ་པའི་བཞིན་དུ་ཡོད་རེད། མ་ཚད། དེ་ཚོ་གི་སྐབས་ཀྱི་ད་ཅིག་ལྷ་ཁང་ག་བ་ཡོད་ལ་སོགས་པའི་ས་ཆ་མང་པོ་ཅིག་ཡང་ཡོད་རེད། ཨ་ནི་གནད་འགག་མང་པོ་ཅིག་དེ་རྡོ་རིང་ངོས་ལ་ཡི་གེ་བྲིས་བཞག་པ་དགེ་འདུན་ཆོས་འཕེལ་གྱིས་མཐོང་ཡོད་རེད། ད་དགེ་འདུན་ཆོས་འཕེལ་གྱིས་ཨ་ཙེ། གལ་ཆེན་པོ་ཞེ་དྲག་རེད་བཤད་ཟིན་འདི་རྡོ་རིང་སྟེ། སྐར་ཆུང་རྡོ་རིང་འདི་ལ་བརྟེན་བྱས་ནས། འདི་རྡོ་རིང་ངོས་ཀྱི་ཡི་གེ་འདི་གཅིག་པོ་ལ་བརྟེན་པ་ཡིན་ན་ལས་ད་ང་རང་ཚོས་ཀྱི་རྒྱལ་རབས་མིའི་དཔེ་ཆ་གི་ནང་ལོགས་ལ་ང་ཚོས་བཤད་ཡ་ནོར་སོང་བ་དེ་འདྲའི་མང་པོ་ཅིག་འགྲེལ་བཤད་ཁ་གསལ་རྒྱབ་ཐུབ་ས་རེད།

དེ་ནས་ཁོང་ཉིན་ཞག་མ་གཉིས་ཙམ་ལ་ཝུ་ཤང་ལྷ་ཁང་ཟེར་དེ་ལ་བསྡད། ཨ་ནི་ཡར་འགྲོ་བའི་གི་ལམ་ནས། ཏང་གི་མདའ་དེ་ལ་ཡ། ཉི་མ་ཁ་ཤས། ཉི་མ་ཁ་ཤས་མ་ཉིན་གུང་གཅིག་ལ་བསྡད། ཨ་ནི་ག་རེ་སོང་འདུག་དགེ་འདུན་ཆོས་འཕེལ་གྱིས་བོད་ཀྱི་ཆོས་སྡེ་ཆེན་པོ་དེ་ཚོ་གི་ཨ་ནི། བོད་ཀྱི་ཆོས་སྡེ་ཐམས་ཅད་ཀྱི་ནང་ལ་དེང་སང་དཔེ་ཆ་རྩོད་པ་རྒྱབ་ཡག་ཅིག་འདུག་ག་འདི་འདྲས་ཆེ། དེ་རྩོད་པ་རྒྱབ་ཡག་གི་ལུགས་སྲོལ་དུ་སྟོན་མཁན་དེ་ཁྱབ་པ་ཆོས་ཀྱི་སེང་གེ་ཟེར་ཡག་དེ་ཡིན་པར་བ་དེ་ཉིད་ང་ཚོས་རྒྱལ་རིན་པོ་ཆེ་གི་གནང་ཐག་སྐབས་ཅིག་བཤད་པ་ཡིན་པ། ཨ་ནི་གཙང་ཕུ་ཟེར་ཡག་གི་ལུང་པ་ཆུང་ཆུང་འདི་འདྲས་ཅིག་གི་ནང་ལོགས་ལ་ཡེ་ནས་ལས་བལྟ། དེ་ནས་ཕག་ལ་ཡ་ཨ་ནི་བོད་ཀྱི་རྩོད་པ་རྒྱབ་ཡག་གི་ལུགས་སྲོལ་དེ་དེ་ནས་ཕག་ལ་ཤུགས་ཆེན་པོ་ཁྱབ་ནས་ཨོ་རུ་སུ་ཀྱི་ས་མཚམས་ཚུན་ཆོད་ལ་ཁྱབ་ཡོད་རེད་ད། དེ་ནས་ད་དུང། པོ་ཏཱ་ལགས་ཀྱི་མདུན་གྱི་རྡོ་རིང་དེ་ཡང་རྩ་ཆེན་ཞིམ་པོ་གཅིག་རེད་འདུག། རྡོ་རིང་དེ་བོད་ལ་བཀའ་དྲིན་ཆེན་པོ་རེད་འདུག་ད། པོ་ཏཱ་ལགས་ཀྱི་མདུན་གྱི་རྡོ་རིང་དེ། འདི་ལ། པོ་ཏཱ་ལགས་ཀྱི་མདུན་གྱི་རྡོ་རིང་དེ་ལ་གསེར་གྱི། མཐའ་སྒྲོམ་གཅིག་རྒྱབ་པ་ཡིན་ན་གསེར་གྱི་མཐའ་རྒྱན་གཅིག་རྒྱབ་པ་ཡིན་ན། ད་རུང་རྡོ་རིང་འདི་གི་བཀའ་དྲིན་དེ་ང་ཚོས་འཇལ་ཐུབ་ཡ་གཅིག་རེད་མི་འདུག། ང་ཚོ་བོད་པ་ཚོས་ཀྱི་ང་ཚོའི་རྡོ་རིང་དེ་རྩ་ཆེན་པོ་ཡིན་པ་ཤེས་ཀྱི་མི་འདུག། རྡོ་རིང་ངོས་ཀྱི་ཡི་གེ་དེ་ཚོ་ཁ་ཤས། བོད་པ་ཚོས་ཀྱི་རྡོ་རྒྱབ་ཀྱི། བརྐོས་བཞག་གི་འདུག། ཡི་གེ་གནད་ཆེན་པོ་ཤོས་ཡོད་རེད་དེ་ཡི་གེ་གནད་ཆེན་པོ་ཁ་ཤས་ཀྱི་བོད་པ་ཚོས་གསབ་བཞག་གི་འདུག་ལྷན་རྒྱས་རྣམ་པ་ཚོ་འདི། སེམས་འགུག་འདུག་བ། ང་ཚོ་བོད་པ་ཚོས་ཀྱི་ག་ས་ག་ལ་མཆོད་མཇལ་འགྲོ་དུས་སྐབས་ལ་སོ་སོའི་མིང་བྲི་ཧ་གྱེ་རྡོ་རྒྱག་ཧ་གྱེ་ཐོད་པ་གཏུག་ཧ་གྱེ། མར་བསྐུས་ཧ་གྱེ་དེ་འདྲས་ཀྱི་ང་ཚོ་གྱི་ག་ར་ས་རྡོ་རིང་མང་པོ་ཅིག་འཕྲོ་བརླག་བཏང་བཞག་ཡོད་རེད། ཕོ་ཁྱོད་ཅག་འདི་ཕོ་བྲང་པོ་ཏཱ་ལ་མདུན་ལ་རྡོ་རིང་ཡོད་རེད་བ་གཏུག་ལག་ཁང་དུ་རྡོ་རིང་ཡོད་རེད་བ་བོད་པ་ཚོ་སྐོར་ར་རྒྱག་ཧ་སླད་ཡོང་དུས་རྡོ་རིང་ངོས་ལ་ཡི་གེ་བྲིས་གྱེ། རྒྱ་པོ་སྐྱིད་སྐྱིད་ཀྱི་སྐབས་ལ་ལས་དོན་འདི་འདྲ་འདི་འདྲ་བྱས་སྔོན་མའི་དུས་ཚོད་འདི་འདྲ་འདི་འདྲ་བྱུང་བར་སོགས་ལོ་རྒྱུས་བྲིས་བཞག་ཡོད་པ་དེ་ཚོ་ཧ་མ་གོ་བྱས། ད་ཁོ་ཚོས་ག་རེ་དྲན་པ་ཡིན་མི་ཤེས་དེ་ག་རེ་ཟེར་ན་རྨོངས་དད་ཆེ་ད་དེ་ནོར་ནོར་འཁྲུལ་རེད་བ། རྡོ་འདྲ་བ་དེ་འདྲ་ཁེལ་སོང་དེ་ངོ་ལ་བརྒྱབ་རྗེས་ཨ་ནི་དེ་ནི་དུམ་བུ་གཅིག་ལྐོག་གྱི་ཕ་ཡུལ་ཁེལ་འགྲོ་བ་བྱས་ཏེ་ཕ་ཡུལ་ཁེལ་རྗེས་ག་རེ་བྱེད་དགོས་རེད་ད། ཨེ་མ། ཨེ་ཆོས་ཀྱི་ནང་ལོགས་དེ་འདྲས་བྱེད་དགོས་ཟེར་གྱི། ཆོས་རྒྱལ་འགྲོ་དུས་ཆོས་རྒྱལ་འགྲོ་དུས་སྨོན་ལམ་བཏབ་དགོས་ཟེར་བར་ནས་རྩ་ཆེ་ཤོས་ནི་སྨོན་ལམ་བཏབ་དགོས་སྨོན་ལམ། སྨོན་ལམ་ཟེར་ཏེ་སེམས་ཐག་པ་བཏབ་དགོས་ཟེར། ཁག་གིས་འབུལ་ཡག་དེ་མ་རེད་པས་གཙོ་བོ་སེམས་ཐག་པ་སྨོན་ལམ་བཏབ་ཡག་དེ་གལ་ཆེན་པོ་ཡིན་གསུངས་ཡག་རེད་མ་གཏོགས་གཅིག་པས་དེ་ནས་གཅིག་ཁེགས་འགྲོ་ཡག་དེ་རྩ་ཆེན་པོ་ཡིན་གསུངས་ཡག་མ་རེད། ཡང་ན་དོ་བ་གཅིག་བཞག་ཡག་དེ་རྩ་ཆེན་པོ་ཡིན་གསུངས་ཡག་མ་རེད། དེང་སང་ང་རང་ཚོ་བོད་པ་ཐམས་ཅད་ཆོས་རྒྱལ་འགྲོ་དུས་སྐབས་ལ། གནས་རི་རྩ་ཆེན་འགངས་ཆེན་ཐམས་ཅད་ལ་འགྲོ་རྗེས་གད་སྙིགས་ལུང་པ་གོ་དེ་ཕ་ཡུག། ལྷན་རྒྱས་རྣམ་པ་ཚོ། ཨ་ནི་གནས་རི་རྩ་ཆེན་གངས་ཆེན་གང་ལ་འགྲོ་བཞེད་ཨ་ནི་དེ་ན་ཡོད་པའི་རྡོ་རིང་འདྲ་བོ་དང་ལྷ་སྐུ་འདྲ་བོ་དང་དེ་ཚོ་ལ་ཡར་དུག་སེར་གྱི་རྒྱབ་གཏུགས་ཁུལ་ཨ་ནི་དགོན་པ་གཅིག་གི་བྱང་ཡིན་ནའི་འདྲ་བྱང་གི་ངོས་ལ་ལྷ་རི་མོ་བྲིས་བཞག་པ་དེ་ཚོ་ལྷ་དགོ་གོ་ར་དེ་ཚོ་ལྷ་བོ་ཡིན་ན་དུས་ཚོད་ལོ་རྒྱུས་དུས་ཡུན་རིང་པོའི་ལོ་རྒྱུས་དེ་ངང་ནས་བཙལ་ཐུབ་ཡོད་རེད་ཨ་ནི་དེ་ཚོའི་ཐོག་ལ་སོ་སོའི་མིང་བྲིས་ཤག་བྱེད། ཨ་བོད་པས་དེ་འདྲའི་གླེན་རྟགས་མང་པོ་ཤོད་ཀྱི་འདུག་མཐའ་ན་ད་ཆ་ང་རྒྱ་ནག་ཁྲི་འདུ་གི་ཕེབས་མཁན་མཐའ་ཁག་དེ་ལ་ཡང། རྒྱ་གི་དགོན་པ་ཆུང་ཆུང་གཅིག་ཡོད། དགོན་པ་ཆུང་ཆུང་གཅིག། འོ་དེ་གི་ནང་ལོགས་ལ་ཡང། ཨ་ནེ་ཡིན་དེང་སང་དེའི་མཆོད་རྟེན་དེ་འདྲའི་བཞེངས་འདུག་བ་མཆོད་རྟེན་ཆེན་པོ་གཅིག། ད་བོད་པ་ཚོ་དེ་ལ་གནས་མཇལ་འགྲོ་ཁ་བྱེད་དུས། ག་རེ་བྱེད་བསྡད་ཀྱི་ཡོད་ནས་ལ་མཆོད་རྟེན་དེ་གི་ཐོག་ལ་སླེབས་ཚར་དུས་བོད་པ་ཚང་མ་གི་སྡུག་གི་བྲིས་ཀྱི་འདུག་སྣག་ཚས་བྲིས་འདུག་བྱ་སྨྱུག་བྲིས་འདུག་ཆ་ཚང་སོ་སོའི་མིང་དེ་ཐིག་ཁང་བྲིས་ཁ་བྱེད་ཀྱི་འགྲོ་གི་འདུག་སོ་སོའི་མིང་ཐིག་ཁང་བྲིས་ན།

ཨ་ང་ཚོ་བོད་ཀྱི་ས་ཆ་དེ་འདྲའི་གནས་རྩ་ཆེན་པོ་ཞུགས་ཀྱིན་ཡོད་རེད་ད་རྒྱ་ནག་གནས་མཇལ་བྱས་ན་ཡག་ཡག་ད་ཡག་པོ་རེད་བ། དེ་ཚོ་ལ་འགྲོ་ཡོང་དེ་དེ་མཆོད་རྟེན་ཡོད་པ་དེ་མཆོད་རྟེན་གྱི་པའི་ཁྲི་དེ་ཚོ་རྡོ་བརྒྱབ་རྡོ་བཞུ་ཨ་ནི་གཅིག་མར་འདྲ་བོ་དེ་འདྲས་བརྐུས་ཁ་ཤས་ཀྱི་ཐོད་པ་རྐྱང་རྐྱང་འདུག་དེ་འདྲས་བྱས་ད་ཐོད་པ་ཙམ་བཏུགས་ན་ད་དུང་ཨོ་ཙི་རེད་ད་བོད་པའི་ཐོད་པ་གང་ད་དུང་བྲིས་ནག་ཡོད་རེད་བ་བྲིས་ནག་ནག་པོ་ཡོད་པ་ཡིན་ན།

ལོང་བ་གང་འཕང་ཆོད་དེ་གང་ལ་རྐང་པས་བརྫི། ཨན་དེ་གང་ལ་སྐྱེམས་པ་བཏང། དེ་ནས་འགྲོ་དགོས་རེ་བ་ཡང། གནས་མཇལ་འགྲོ་གིན་སུ་སྨོན་ལམ་བཏབ་ཡོང་ཡང་སུ་གཅིག་གིས་སྨོན་ལམ་བཏབ་ཤེས་གི་ཡོད་མ་རེད་སྨོན་ལམ་བཏབ་ན་སངས་རྒྱས་ཀྱི་བསྟན་པ་དང་སེམས་ཅན་བདེ་སྐྱིད་འབྱུང་ད་སྨོན་ལམ་མང་པོ་ཅིག་བཏབ་ཡོད་དེ་ཚོ་བཏབ་ཤེས་གི་མེད་པ་རེད་སེམས་ཐག་པ་ནས། ཨོ་ཡ་ཨ་ནི་སྨོན་ལམ་བོད་ཡུལ་བདེ་བའི་སྨོན་ལམ་ཙམ་ཡང་འདོན་ཤེས་གི་མེད་པ་བདེ་བ་ཅན་དུ་སྐྱེ་བའི་སྨོན་ལམ་ཙམ་ཡང་འདོན་ཤེས་གི་མེད་ཨ་ནི་གནས་ཆོས།

དེའི་གནས་སྐོར་མ་བྱིན་གོང་གི་ང་རྒྱལ་བཤད་སྟོང་དང་ཁོང་ཁྲོ་དང་དད་པ་དག་སྣང་དེ་ཚོ་སྡུག་རུ་སྡུག་རུ་མ་བྱས་ནས་ཡར་རུ་ཡར་ཕྱིན་མེད་པ་ཡིན་ན། རྐང་པ་ཁོ་རང་དཀའ་ལས་སྤྲད་པ་དེ་གཅིག་བྱས་ན་ཕན་ཡོན་དང་ཡོར་བ་དེ། ཡང་ཐེག་ཚུལ་གྱི་དཀའ་ལས་ཆེན་པོ་ཞུ་གཅིག་དང་གྲུབ་འབྲས་ཆུང་ཆུང་ཆགས་ཡག་གི་ཉེན་ཁ་ཡོར་བ་དེ་འདྲའི་གསུང་གི་འདུག་བ་ད་ངས་ཆོས་བཤད་བྱེད་ཀྱི་མེད་ད་ཡང་བླ་མ་རྣམ་པའི་གསུང་བཤད་བླ་མ་ཚད་དང་ལྡན་པ་ཚོས་ཀྱི་གསུང་བཤད་དེ་འདྲས་གནང་གི་འདུག་བ་ཁྱེད་རྣམ་པ་མང་པོ་གཅིག་མ་གོ་པ་ཨེ་ཡིན་ན།

ད་སྐར་ཆུང་གི་གནས་ཤུལ་ལ་ཕེབས། སྐར་ཆུང་ཟེར་ཡག་གི་གནས་ཤུལ་ལ་ཕེབས། དེ་དུས་སྐབས་ལ་ཡ་སངས་རྒྱས་དགོན་པ་ཟེར་ཡག་གི་བཙུན་མའི་དགོན་པ་གཅིག་ཡོད་རེད། ཨ་ནི་དེ་ལ་ཡ་རྡོ་རིང་གི་ཏོག་ཅིག་འདུག་དེ་གཟིགས། ཨོ། ད་དངོས་གནས་འདི་རྡོ་རིང་གི་ཏོག་དེ་ལ་བལྟས་པ་ཡིན་ན་སྐར་ཆུང་གི་རྡོ་རིང་དང་འདི་གཉིས་ཏོག་གཅིག་པ་གཅིག་རྐྱང་རེད། བྱས་ཙང་སྔོན་ཆད་སྐར་ལ་འདིར་རྡོ་རིང་གཉིས་ཡོད་ས་རེད། རྡོ་རིང་གཉིས་བཞིན་ཡོད་ས་རེད་འདྲ་བོ་གཅིག་གཉིས་ཡོད་ས་རེད། ད་རྡོ་རིང་གཅིག་དེ་ཕ་ཁྱེད་ཁྱོད་ཀྱི་སྐོར་གྱི་རྡོ་རིང་ཡིན་པ་གཅིག་རྡོ་རིང་གཅིག་དེ། ཆབ་སྲིད་ཀྱི་སྐོར་གྱི་རྡོ་རིང་གཅིག་ཡིན་ཞིག་ཡིན་སྲིད་ཀྱི་རེད། གལ་སྲིད་རྡོ་རིང་གཅིག་དེ་དེང་སང་གཅིག་བཙལ་གྱི་རྡོ་རིང་གཅིག་དེ་གཅིག་རག་རོགས་བྱས་པ་ཡིན་ན་ཕན་ཐོགས་ཆེན་པོ་ཞེ་དྲག་ཡོད་ཀྱི་རེད་གསུངས་པ་རེད། ད་རྡོ་རིང་གཅིག་རག་པ་ཡིན་ན་ཕན་ཐོགས་ཆེན་པོ་ཞེ་དྲག་ཡོད་རེད་རྡོ་རིང་གཅིག་བོད་པ་ཚོས་རག་པ་ཡིན་ན་སྐྱག་བཞག་ཡོད་ཀྱི་རེད་རྡོ་རིང་གསལ་ཐེ་ཚགས་ཆེན་པོ་ཡིན་པ་ཧ་གོ་གོ་བ་རེད་བ། རེད་རེད་བ་ཡ། འོ་དེ་འདྲས་རེད།

ཨ་ནི་དགེ་འདུན་ཆེན་པོའི་ཁོང་ཡང་ངུས་པ་ཡིན། དེ་འདྲའི་རྨི་ལམ་གྱི་བཏང་སོང། དེ་འདྲ་ཡིན་ཙང་ང་ཚོས་གི་ད་རྒྱ་རབས། བོད་ཀྱི་རྒྱ་རབས་ལོ་རྒྱུས་དེ་བྲིས་པར་བྱས་པ་ལ། ངེས་པར་དུ་དོགས་གཟབ་ཞེ་དྲག་བྱེད་དགོས་རེད་ད་ཟེར་ནས་ཧོར་ཁང་བསོད་ནམས་དཔལ་འབར་ལ་གསུངས་སོང། འོ་ཡ། དེ་ནས་ཕ་ལ་དེ་འདྲའི་ཚུལ་ལ་ཡོང་རྗེས་ཨ་ནི་ག་ལི་ག་ལི་ཚུར་ཕེབས་རྗེས་ལྷ་ས། ཡང་ཡང་བསྐྱར་སྐྱིད་ཆུ་སྒར་གྱི་ལྷ་ས་ལ་སླེབས་པ་ཡིན། པ་རེད།

མོན་པ་ས་མཚམས་དང་རྟ་དབང་གི་ས་མཚམས་དེ་ཚོ་ནས་རག་ཡོད་རེད། འོ་ད་དེ་འདྲ་བྱས་རྗེས་ད་དཔེ་ཆ་མང་པོ་ཞུ་གཅིག་རག་འདོད་ཡོད་རེད་ཁོང་གིས་དཔེ་ཆ་ཞུ་གཅིག་རག་རྒྱུ་ཆ་མང་པོ་གཅིག་རག་དེ་འདྲ་ཁོང་གིས་རྣམ་དཔྱོད་ཞུ་གཅིག་ཡོད་ཙང་ད་ཁོང་གིས་དེ་འདྲས་ཀྱི་བཀྲིས་གོ་གི་འདུག་བསམ་པ་སེམས་ནང་ལ་ད་ཤར་བསྡད་ཡོད་རེད་མང་པོ་གཅིག་ཤར་བསྡད་ཀྱི་ཡོད་ཙང་ནས་ཁོང་གིས་དེ་དུས་སྐབས་ལ་ཁོང་གིས་ཆོས་གྲོགས་ཁོང་གི་སློབ་མ་དེ་ལ་ཧོར་ཁང་བསོད་ནམས་དཔལ་འབར་བ་ཧོར་ཁང་བསོད་ནམས་དཔལ་འབར་དེ་བོད་སྡེ་པ་གཞུང་གིས་སྐུ་སྲུང་གིས་སྐུ་སྲུང་རུ་ཁག་ཟེར་ཡ་གཅིག་དེ་འདྲས་ད

ཨཱ་ནི་དགེ་འདུན་ཆེན་པོས་དེ་འདྲའི་ཕྱིར་དྲིས་དུས་ཨོ་དགེ་འདུན་ཆེན་པོས་ཐུགས་མཉེས་པོ་ཞེ་དྲག་བྱས་ཀྱི། ཨཱ་ནི། ད་དེ་ནས་ཧོར་ཁང་བསོད་ནམས་སྤངས་པ་གི་གྲ་སྒྲིག་བྱས་པས་ཀྱི། སྡེ་པ་གཞུང་གི་དམག་སྒར་ཡོད་ས་གི་དེ་འདྲའི་གི་ཁང་པ་ཅིག་ནང་བཞུགས་བྱས། ད་དེབ་ཐེར་དཀར་པོ་དེ་དེ་གཞི་ནས་ད་ཙམ་གནང་པ་ཡིན་པ་རེད་མིང་ལ་དེབ་ཐེར་དཀར་པོ་གསུངས་པ་ཡིན་པ་རེད་ཁོང་གི་མིང་ལ།

ཨ་ནི་མི་ཆེན་པོ་ལ་ངོ་སྲུང་གཡག་གི་ཚིག་བསྟོད་པ་རྒྱབ་མི་ཆུང་ཆུང་ལ་བརྙས་བཅོས་ཟེར་དེ་འདྲས་བཟོས་མེད། དེ་གི་དངོས་པོ་ཡང་མེད། ཨ་ནི། ད་དེ་རིང་ཁ་སང་མི་ཚོས་གི་སྐད་ཆ་འདྲ་མི་འདྲ་བཤད་བཞག་པ་ཡག་སྒྲིག་གི་སེར་པོ་ཡང་ཆགས་མེད། ད་མདོར་ན་དེ་ཚོ་གང་ཡང་བསྲེ་ལྷད་བཟོས་མེད། ཨ་ནི། དེ་ཡིན་ཙང་ཨ་ནི་འདི་ག་རེ་སང་དེབ་ཐེར་དཀར་པོ་ཡིན། ད་མདོར་ན་སྐྱོན་མེད་པ་ནོར་འཁྲུལ་མེད་པ་གསལ་པོ་གསལ་རྐྱང་དཔེ་དཀར་གཙང་གཙང་གི་དེབ་ཐེར་ཡིན་གསུངས་པ་རེད་དེབ་ཐེར་དཀར་པོ། དེ་བྲིས་པ་ཡིན་པ་རེད། ད་ང་ཚོ་བོད་ལ་སྔོན་མ་དེབ་ཐེར་དམར་པོ་ཟེར་ཡ་གཅིག་ཡོད་རེད་དེ་ལ་སྐྱོན་གཅིག་ཡོད་རེད་དེབ་ཐེར་སྔོན་པོ་ཟེར་ཡ་སྐྱོན་ཡོད་རེད་དེ་ལ་སྐྱོན་གཅིག་ཡོད་རེད། དེ་འདྲ་ཡིན་ཙང་ཨ་ནི། ཕྱིས་སུ་དེབ་ཐེར་སེར་པོ་ཟེར་ཡ་གཅིག་ཡོད་རེད་དེ་ཚོ་ལ་སྐྱོན་ཆང་མ་ཡོད་རེད། ད་ཁོང་གི་དེབ་ཐེར་དཀར་པོ་དེ་ལ་སྐྱོན་དེ་ཚོ་མེད་པ་ཅིག་དེ་འདྲ་ཅིག་ད་ཧང་ང་ཚོ་བོད་ལ་ལོ་རྒྱུས་ཡིག་ཆ་ཡོད་བསྡད་པ་ཐམས་ཅད་ལས་ཀྱང་ལྷག་པ་དང་དེ་རྣམས་ལ་མེད་པ་ཅིག་གསར་པ་ཅིག་ཁོང་གི་བརྩམས་ཡ་ཡིན་དཱ་གསུངས་པར་ད་དགེ་འདུན་ཆོས་འཕེལ་ཟེར་དེ་མ་རྩ་ནས། ད་སྔ་ཡོད་བསྡད་པ་དེ་གི་ཐུགས་རྩ་བ་ནས་མི་ཁེངས་པ་ཁོང་རྣམ་དཔྱོད་ཆེན་པོར་བ། ཡིན་ཙང་གཞན་དང་མ་འདྲ་བ་ཅིག་གསར་གཏོད་ཅིག་གནང་གི་ཡོད་པ་དེ་དང་ཨ་ནི་གཞན་ལས་ལྷག་པར་ཅིག་བཤད་ཡག་མེད་ན་ཁོང་གི་ཤེས་ཡང་ཤེས་གི་མ་རེད་བརྩམ་ཡང་བརྩམ་གི་མ་རེད་རེད་བ། འོ་དེ་འདྲས་ཡིན་ཙང་ཁོང་གི་དེ་འདྲའི་བསམ་བློ་ཡོད་བསྡད་པ་ཅིག་རེད་ཤག། བཀའ་དྲིན་ཆེ་བུ་ཁྱོད་ཕོ་ལྷ་སོ་ཟེར་ཤག་གྲོགས་པོ་གཅིག་གིས་བོད་ཡིག་ཅིག་བྲིས་སོང། ད་བོད་ཡིག་ཡང་བྲི་ཡག་ཡོད་བསྡད་པ་རེད་ཤག་མང་པོ་གཅིག་གིས་བྲི་ཡག་མི་འདུག་གསུང་གི་འདུག་བ་དེ་གོ་འོ་བཀའ་དྲིན་ཆེ། ད་དེ་ནས། དེབ་ཐེར་དཀར་པོའི་གི་རེན་ཐང་ཡང་བཤད། ངོ་མཚར་གཏམ་གྱི་ཁ་དོག་མ་བསྒྱུར་བའི་བདེན་པའི་ནོར་བུ་རྒྱན་པ་མཐོང་བ་ན་བྱིས་པ་སྐྱེ་བོའི་མཚར་དུ་མི་འཛིན་ཀྱང་ལེགས་པའི་རིན་ཐང་རང་གི་ཁོག་ན་གནས། ད་ཁོང་གི་དེབ་ཐེར་དངོས་དཀར་པོ་དེ་ག་འདྲས་ཡིན་ཟེར་ན། ནི། ཁ་དོག་གཏན་ནས་བསྒྱུར་མེད་པ། དྲང་པོ་དྲང་བདེན་གྱི་བཤད་བཞག་པའི་གི་ད་ལོ་རྒྱུས་ཡིན། ལྷན་རྒྱས་རྣམ་པ་ཚོ། ད་དེ་ནས་འདི་བདེན་པའི་གི་བདེན་དོན་དེ། སྐྱེ་རུ་མ་ལ་བདེན་དོན་དེ་དམར་རྒྱན་བྱས་རྗེས་ཁོང་གི་ལོ་རྒྱུས་དཔེ་ཆ་ནང་བཤད་བཞག་ཡོད། དེ་མཐོང་ཡོང་དུས་བྱིས་པ་ཆུང་ཆུང་ཚོ་རྒྱུ་མཚན་མི་ཤེས་གི་མི་ཚོ་ད་ཧ་ལས་གི་མ་རེད་ཡིན་ན་ཡང། ཁོང་གི་དང་བསྟན་བཤད་བཞག་པའི་གི་ལོ་རྒྱུས་དེ་རིག་ཡོང་དུས་མི་ཚོ་ཧ་ལས་གི་རེད་ད། རྒྱུ་མཚན་ཤེས་མཁན་ཚོའི་རིན་ཐང་དེ་ཁོང་ཐོག་ལ་ཡོད་རེད་ད་ག་རང་རེད། ད་དགེ་འདུན་ཆེན་པོའི་གི་ལོ་རྒྱུས་མ་བརྩམས་གི་གོང་གི་ཡན་ཆོད་གི་ནང་ལ་བོད་གི་ལོ་རྒྱུས་གི་དཔེ་ཆ་ཚང་མ་གི་ནང་ལ་སྐྱོན་སྟེགས་ཚིག་ཡོད་དེ་རེད། གཅིག་དེ་ག་རེ་རེད་ཟེར་ན། ལོ་རྒྱུས་ཟེར་ཏེ་འཛོམས་པོ་གླིང་གི་ལོ་རྒྱུས་འབྲི་གཡག་གིས་ལོ་རྒྱུས་ཞིབ་འཇུག་བཟོ་སྟངས་ཀྱི་བསམ་བློ་ཅིག་དང་རིགས་རང་གི་ཐོག་ནས་བྲིས་ཀྱི་ཡོད་རེད། འདི་ཡོད་མ་རེད་ང་ཚོ་བོད་ཀྱི་ལོ་རྒྱུས་རྙིང་པ་མང་ཆེ་ཤོས་དེ་ལ་གཏམ་རྒྱུད་ཀྱི་རྣམ་པ་འདྲ་བོ་ཅིག་བྱས་ནས་མང་གཅིག་གཅིག་གཅིག་བྱས་པ་རེད་གཉིས་གཉིས་བྱས་པ་རེད་ཟེར་ཅིག་མ་གཏོགས་བྱས་པའི་རྒྱུ་མཚན་དང་སྒྲུབ་བྱེད་དང་དེ་འདྲ་ཡོད་མ་རེད། དེ་འདྲ་ཡིན་ཙང་ད་དགེ་འདུན་ཆོས་འཕེལ་མ་ཕེབས་པའི་གོང་ལ་བོད་ལ་འཛོམས་པོ་གླིང་གིས་རེད་བ། རྒྱལ་རབས་ལོ་རྒྱུས་གཏམ་ཡག་ཡོད་རེད་པ་དེ་ཚོའི་ནང་ལོག་ལ་ད་དཔེ་ཇི་མ་ཇི་བཞིན་འགྲོ་ཐུབ་པའི་རྩོམ་ཡིག་ཡོད་མ་རེད་བོད་ལ། ལྷན་རྒྱས་གནང་བ་ཚོ་བོད་ལ་རྩོམ་ཡིག་རྙིང་པ་དང་མང་པོ་ཡོད་རེད་འགོས་ལོ་གཞོན་ནུའི་བར་གྱི་དེབ་ཐེར་ལྗང་ཁུ་ཡག་པོ་ཡོད་རེད་དེབ་ཐེར་སྔོན་པོ་ཡག་པོ་ཡོད་རེད་སྐྱེ་སྟངས་ཀྱི་ཐོག་ནས་དེབ་ཐེར་དམར་པོ་དང་དེབ་ཐེར་དེ་ནས་མང་པོ་ཡོད་པ་རེད་དེ་ཚོ་སྐྱེ་སྟངས་ཡག་པོ་ཡོད་པ་རེད་ཡིན་ན་ཡང་ཁོ་ཚོར་སྐྱོན་ཆ་ཆེན་པོ་བྱོས་པ་དེ་གཅིག་དེ་ག་རེ་ཟ་ཆོས་ཀྱི་ལོ་རྒྱུས་རྐྱང་རྐྱང་ཅིག་མ་གཏོགས་ཨ་ནི་ཆོས་མ་ཡིན་པའི་འཇིག་རྟེན་གྱི་ལོ་རྒྱུས་ཅིག་ཕ་ཆེ་ཡོད་ལ་མ་རེད་བོད་ལ། དོན་དག་གཅིག་དོན་དག་གཉིས་པ་དེ་དེ་ཚོ་ཡང་ཁྱོད་ཀྱི་ལོ་རྒྱུས་བཤད་པ་དེ་ཚོ་ཡང་བདེན་དཔང་ཁུངས་དང་བཅས་པ་བཤད་ནས་པའི་དེང་རབས་ཀྱི་མིག་གིས་བལྟས་ན་ཨོ་དངོས་གནས་ཡིན་རེད་འདུག་བ་བསམ་པའི་ཡིད་ཆེས་ཆོག་པ་དེ་འདྲའི་རིགས་ལམ་གྱི་ཐོག་ནས་བཤད་མེད་པ་ཨ་ནི་ཅིག་དེ་འདྲས་བྱས་པ་རེད་དེ་འདྲས་ཅིག་གསུང་གི་འདུག་ཟེར་ཡ་འདྲ་བ་དེ་འདྲས་མང་པོ་ཅིག་བྱས་བྱས་ཡོད་རེད། དེའི་ཐོག་ལ་དེ་ནི་བླ་མ་སྤྲུལ་སྐུ་གཅིག་བཤད་པ་ཡིན་ན་ད་ཁོ་སྐྱེ་བ་སྔོན་མ་ཞུ་གཅིག་རེད་ཟེར་ཡ་འདྲ་བ་ཨ་ནི་སྐྱེ་བ་འདི་ལ་དེ་འདྲས་བྱུང་བ་རེད་ཟེར་འདྲ་བ་མང་ཆེ་ཤོས་སྐྱེ་བ་སྔོན་མ་སྔོན་མ་སྔོན་མ་སྔོན་མ་སྔོན་མ། དེ་འདྲས་བཤད་འདོད་མ་གཏོགས་བདེན་དཔང་གི་ལོ་རྒྱུས་དཔེ་ན་ས་ཆ་དེ་འདྲས་ཀྱི་རེད་ས་ཆ་དེ་ལ་ཉི་མ་དེ་ལ་གནམ་ཕྱི་དེ་འདྲས་ཀྱི་ཡོད་རེད་མི་དེ་གི་གོན་པ་དེ་འདྲས་ཀྱི་གོན་ཡོད་རེད་མི་དེ་ལ་གཟུགས་པོ་ཆེ་ཆུང་དེ་འདྲས་ཡོད་རེད་ཟེར་ནས་དེ་འདྲས་བྱས་ནས་འབྲི་གཡག་གི་ལུགས་སྲོལ་དེ་ང་ཚོ་བོད་ལ་མ་བྱུང་བ་རེད། འོ་ཡ། དེ་ཡིན་ཙང་ང་ཚོ་བོད་པ་ལ་ལོ་རྒྱུས་དེ་ལ་དཔེ་མ་ཟེར་བའི་ད། ཞིབ་ཚགས་པོའི་གི་ཐོག་ནས། སྐྱོན་ཆ་ཆེན་པོ་རེད་ད་བོད་ལ་དེ་རེད་རྒྱ་གར་ལ་དེ་ལས་ཀྱི་སྐྱོན་ཆ་ཆེ་བ་རེད་བོད་ལ་ཚེ་བོད་ད་བསྡུར་བ་ཡིན་ན་རྒྱ་གར། རྒྱ་གར་དང་བཀག་སྐད་ཅེས་པ་རྒྱ་གར་ལ་དེང་རིང་ཁ་སང་ད་གཞི་ནས་ལོ་རྒྱུས་ཡོད་པ་མ་གཏོགས་སྔོན་མ་ལོ་རྒྱུས་འབྲི་ཡག་གི་ལུགས་སྲོལ་མེད་པ་རེད། རྒྱ་ནག་ཚོས་རྒྱ་མི་རིགས་ཟེར་ཏེ་ལྷན་རྒྱས་རྣམ་པ་ཚོ་ཐང་སིང་བླ་མ་ཟེར་ཏེ་ང་རང་ཚོས་དེང་སང་ཐང་སིང་བླ་མ་ཟེར་ཏེ་མི་ཚོས་དེང་སང་ཐང་སིང་བླ་མར་སྐྱོན་བརྗོད་བྱེད། ཐང་སིང་བླ་མ་རྩེད་མོ་རྩེད་ཀྱི་བཟོ་གི་འདུག་དེ་བཟོ་རུང་གི་ཡོད་རྒྱུ་མ་རེད་པ་ཐང་སིང་བླ་མ་ཟེར་ཏེ་བྱང་ཆུབ་སེམས་དཔའ་གཅིག་རེད་འདུག་བ་བྱང་ཆུབ་སེམས་དཔའ་བྱང་ཐང་སིང་བླ་མ་ཁོང་རྒྱ་ནག་ལ་ཕེབས་ཀྱི་ཡོད་དུས་ཁོང་འདི་ནས་ཡར་རྒྱ་གར་ལ་ཕེབས་པར་བ། སྐོར་བརྒྱ་དེ་ཕེབས་དུས་ཁོང་གིས་འགྲོ་སའི་ལོ་རྒྱུས་རྒྱུ་མཚན་དེ་ཚོ་བྲིས་ཡོད་པ་རེད། རྒྱ་ནག་མི་རིགས་རྒྱ་མི་རིགས་དེ། ལོ་སྟོང་ཕྲག་གཉིས་ཀྱི་གོང་ནས་ལོ་རྒྱུས་འབྲི་ཡག་གི་བསམ་བློ་ཤུགས་ཆེ་པོ་ཡོད་པ། ཉི་མ་རེ་རེ་ལ་ག་རེ་ག་རེ་བྱས་སོང། མི་སུས་གི་ག་རེ་ག་རེ་བྱས་སོང་དེ་ཉིན་པ་ཟླ་གྲངས་ཚེས་རྟགས། ལོ་ཟླ་བ་ག་དུས་རེད། རྒྱ་ནག་གི་མི་ཚོས་གི་རང་ཁྱིམ་གི་ལོ་རྒྱུས་འབྲི་དགོས་འདུག་ཨ་ངའི་ལོ་རྒྱུས། ངའི་ཁྱིམ་ཚང་གི་ལོ་རྒྱུས་ཡིན་ཟེར་ཡག་ཅིག་དཔེ་ཆ་བྲིས། ཨ་ནི་ལོ་དེ་ལ་ངའི་པ་ལགས་གི་དེ་བྱས་པ་རེད་ཨ་མ་ལགས་གི་དེ་བྱས་པ་རེད་ཟེར། མི་རབས་སོ་མ་ལ་བཞག་ཡོང་དགོས། ད་དེ་ཚོ་གི་དཔེ་རྒྱ་ཁབ་དེ་ལ་དཔེ། ཁོ་རང་ག་ར་མི་རིགས་དེ་ལ། རླབས་ཆེན་པོ་གི་རིག་གནས་ཤུལ་དུ་བཞག་ཡོད་རེད། ཨོ་ཡ། དེ་རྒྱ་གར་འདྲ་བོ་ཆགས་བཞག་ན་ཡོག་མ་རེད་སངས་རྒྱས་བཅོམ་ལྡན་འདས་ཕེབས་པ་རེད། ཕེབས་པའི་གི་ལོ་རྒྱུས་རྒྱ་གར་གི་སྔོན་མ་བྲིས་བཞག་པའི་ལོ་རྒྱུས་འདུག་གས་ཟེར་དེང་སང་བཙལ་ཡོང་དུས་རག་གི་མེད་པ་རེད་ད། ཨོ་དེ་འདྲ་རེད་དོ་ཡོད། དེ་ནས་ང་ཚོ་བོད་ལ་ཆགས་བཞག་ན་ད་ལོ་རྒྱུས་དེ་རྒྱ་གར་དང་སྟེགས་སུ་འདྲ་བོ་བྱས། ལོ་རྒྱུས་ཡོད་ནི་ཡོད་བསྡད་པ་ཅིག་ལ་དཔེ་སྤུས་དག་པོ་མེད་པར་གདའ། དེ་ང་ཚོའི་ངོ་ཚ་ཆེན་པོ་ཞུ་གཅིག་ཡིན་པ་རེད། ད་དགེ་འདུན་ཆུང་བས་དེ་ངོ་ཚ་ཆེན་པོ་ཅིག་ཡོད་པ་མཐོང་ནས་ད་ང་ཚོས་ངེས་པར་དུ་ལོ་རྒྱུས་ཡག་པོ་ཅིག་བྲི་དགོས་ཀྱི་འདུག་དགོངས་རྒྱས་ཁོང་ལ་ཡིག་ཆ་མང་པོ་ཅིག་ཡོད་རེད་པ། ད་དེ་འདྲ་བྲིས་པ་ཡིན་པ་རེད། ད་ཁོང་གིས་དཔེ་ཆ་བཞག་ན། དུས་ཚོད་གཏན་འཁེལ་གནང་ནས། ནང་ལོགས་ལ་དེ་ནས་མི་སུ་སུ་ལ་ཡང་ཐུག་ཐུག་རྗེས་ཕྱི་ལོགས་ལ་མི་ཕེབས་པ་བྱས། མི་གསོན་གྲས་ཅིག་སླེབས་པ་ཡིན་ན་ཁོང་གིས་དུས་ཚོད་གཏན་འཁེལ་བྱས་པ་དེ་ལ་མ་ཐུག་པ་ཡིན་ན་སྒོ་ཕྱེ་ཡོད་མ་རེད། བློ་ལ་དེ་ཕན་གི་ཕན་གི་མེད་པ་རེད། དེ་འདྲ་ཡིན་ཙང་བོད་ཀྱི་མི་སྤྱི་ལོ་ཁྱི་གི་ལོ་ལ་ཟླ་བ་བཞི་པད་ཀྱི་ཉི་མ་གཅིག་ནས་བཟུང་སྟེ་ཨ་ཨ་ཁོང་གིས་བརྩམས་གནང་པ་རེད། ཨམ་བརྩམས་པའི་སྔ་མ་ལ་ཉི་མ་གཅིག་ལ་ཡ་ཁོང་ཧོར་ཁང་བསོད་ནམས་དཔལ་འབར་གྱི་ཟུར་ལ་ཕེབས་རྗེས། ཡ། ད་ང་གཉིས་དོ་དགོང་ང་ཁྱེད་རང་ཚ་ལ་བསྡད་སང་ཉིན་ང་གཉིས་ཞོགས་པ་ནས་བྱས་ནས་དགའ་ལྡན་ཁྲི་བྱང་རིན་པོ་ཆེ། ད་དགའ་ལྡན་ཁྲི་པ་ཡིན་འགྱུར་བ་དེ་དུས་ཁྲི་བྱང་རིན་པོ་ཆེ་འདོན་ལ་གཅིག་འགྲོ་སྒུག་འདུག་ག་རེད་ཟེར་ན། ད་ངས་དེབ་ཐེར་དཀར་པོ་གི་ལོ་རྒྱུས་ཀྱི་དེབ་དེ་གི་མགོ་གི་བརྩམས་དེ་བྲིས་བཞག་ཡོད། དེ་ནང་གི་མགོ་གི་བརྩམས་ཚན་པ་དང་པོ་དེ་ད་ཁྲི་བྱང་རིན་པོ་ཆེ་ལ་གཅིག་ཕུལ་ནས་ག་འདྲས་འདུག་ཅིག་ཞུ་དགོས་ཀྱི་འདུག་ད་དེ་ག་རེ་ཟེར་ན་ད་རྒྱབ་སྐྱོར་ཐོབ་པའི་ཆེད་དུ་རེ་བ་གཅིག་ནས་ཨང། ཨོ་དེ་རེད་མི་འདུག་ངས་ཞུ་དོན་བྱས་སོང་ཨ། ངས་ཀྱི་དཔེ་ཆ་དེ་གི་མགོ་དེ་ཁྲི་བྱང་རིན་པོ་ཆེ་ལ་ཕུལ་ཚར་ཡིན་ཟེར་ཁ་སང་ནས་ཨ་དེ་མ་ལེན་དགོས་ཀྱི་འདུག་ཟེར་བ་ད་དེ་རེད་བཞག།